ཨོ། རྣམ་པ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་ནས་ང་ཚོ་ཡི་ད་སྐྱེ་དངོས་ཀྱི་སློབ་ཚན་འདི་སྐོར་ལ་ད། མུ་མཐུད་ནས་འབྲི་བ་ཡིན། ད་ལྟ་ངའི་ལྷ་བདེ་ཡག་གི་ད་ལྟ་དེ་གཞི་བཞག་ས་དེ། ང་ཚོ་སྐྱེ་དངོས་ད་ལྟ་ལོ་རིམ་དང་པོ་གི་སྐྱེ་དངོས་ངོ་སྤྲོད་ལ་དེབ་ཅིག་ཡོད། ཨོ་དེ་གཞི་ལ་བཞག་ནས་ད་ད་འགྲོ་གི་ཡོད། རྣམ་པ་ཚོ་བྱུང་ན་ད་ད་སྐྱེ་དངོས་ཀྱི་ངོ་སྤྲོད་ལ་དེབ་དེ་ཡང་ཀློག་ཐུབ་ན་ཡག་པོ་ཡོད་རེད། ད་ནི་ཁར་ཚང་འདས་ཀྱི་བརྙན་ཐུང་ངོ་མ་དེ་ནང་ལ་ང་ཚོས་སྐྱེ་ལྡན་ཅིག་ལ་ཚང་དགོས་བ་ཡི་ཁོ་རང་ཆེ་བཅུ་བདུན་ཟེར་ཡོའོ་འདི་སྐོར་ལ་ང་ཚོས་ངོ་སྤྲོད་དུས་དུས་ཅིག་བྱེད་བསམ་པ་རེད། དེ་རིང་ང་ཚོས་སྐབས་སོ་པ་པ་དེ་ལ་ད་ད་ཚེ་སྲོག་གི་ཐེམ་སྐས་ཟེར་བ་འདི་སྐོར་ལ་ངོ་སྤྲོད་དུས་དུས་ཅིག་བྱས་ཡིན། ད་ད་ཚེ་སྲོག་གི་ཐེམ་སྐས་ཟེར་བ་དེ་དབྱིན་ཇིའི་ནང་ནས་ཤོད་བ་ཡིན་ན Hierarchy of Life ཟེར་གི་འདུག། དེ་ནས་འདི་ལའང་པར་གཉིས་ཡོད་ར་འདི་ལ་དབྱིན་ཇིའི་ནང་ཡོད་ཆོས་གཅིག་དང་བོད་ཡིག་ནང་ཡོད་ཆོས་གཅིག་ཡོད། འདི་དང་འདི་ཚེ་སྲོག་གིས་འཐེན་པ་ཁོ་ཚོ་གི་རིན་པ་ནང་བ་དེ་རེད། ད་འདི་ལ་བཀྲག་ནའང་མ་སོང་ན་གཅོད་དང་བྱེད་གཅིག་དེ་འདྲ་གཅིག་འདུག་ར། ཨོ་དེ་ཚོའི་སྐོར་ལ་ང་ཚོ་གཤམ་ལ་རིམ་པ་བཞིན་དེ་དག་འགྲོ་གི་ཡིན། ད་སྐྱེ་ལྡན་སྐྱེ་དངོས་ཀ་རེ་གྱི་མ་ཡིན་ན་ར། ད་ཁོ་རང་གི་ཐོག་མའི་གྲུབ་ཆ་ཆུང་ཤོས་དེ་ད་བདུན་ཁྲའི་ཆགས་དེ་ཡོད་ར། བདུན་ཁྲའི་གསལ་དེ་ད་སྐྱེ་ལྡན་སྐྱེ་དངོས་གཅིག་པོ་མ་ཡིན་པ་ད་བེམ་གཟུགས་ཆ་ཚང་ལོ་གི་གྲུབ་ཆ་དེ་མཐར་ཐུག་པ་དེ་ཆུང་ཤོས་དེ་ཨོ་བདུན་ཁྲའི་ཆགས་དེ་ཡོད་ར། འོ་དེ་ལྟ་བུའི་སྡུམ་ཆད་ཀྱི་སྐུད་པ་དང་སྡུམ་ཆད་དུ་སོགས་ཀྱི་ཁོ་རང་གི་ནང་གི་འཆར་གཞི་དང་དེ་ནས་རྩ་རྫི་དང་དེ་ཚོའི་སྐོར་ལ་ང་ཚོས་ཡང་སྡུམ་ཆད་རྣམ་གཞག་ལ་ཡི་གེ་དེ་ནས་བརྙན་ཐུང་ཁ་ཤས་བཟོས་ཚར་ར་རེད། དེ་རྣམ་པ་ཚོ་ཡང་དེ་གི་སྡུམ་ཆད་སྐོར་ལ་ཡང་བྱེད་འདོད་ཡོད་ཉོས་ན་དེ་གི་སྡུམ་ཆད་རྣམ་གཞག་གསལ་དེ་ལ་གཟིགས་རོགས་གྱིས་ར། དེ་ནས་ད་སྤྱིར་བཏང་བེམ་གཟིགས་ཚང་མ་ལོ་སྡུམ་ཆད་ལས་གྲུབ་པ་རེད་གསལ་དེ་ནི་ནང་པ་དང་ཚན་རིག་གཉིས་ཆ་གི་འདུག་གི་ཡོད་ར། ཡིན་ནའང་དེ་ལྟ་བུའི་རྣམ་གཞག་ལ་དོགས་སུ་དོགས་སུ་མང་འདྲ་ཡོང་གི་ར། འོ་ད་ནི་དེ་ལྟ་བུའི་དམ་ཆོས་དག་མ་མཉམ་དུ་ཚོགས་ཡོང་དུ་འཚམ་པ་ལ་འདུས་སྡོད་གྲུབ་པའི་མགོ་ར། འདུས་སྡོད་དེ་ལ་ཡིན་གྱི་ནང་ནས་ཞུ་ཡང་ན་དེ་འདྲ་མང་ལུས་ཁུར་ཟེར་གི་ཏོ། འོ་དེ་ལྟ་བུའི་འདུས་སྡོད་གྲུབ་སྟངས་དེ་ལ་ཡང་ང་ཚོས་རིམ་པ་མ་བཟུང་ན་གཙོ་བོ་གཉིས་ཡོད། དེ་ལ་ང་ཚོ་གིས་དང་གཅིག་སྡུར་བྱེད་པ་ལ་གཅིག་དང་མཉམ་སྤྱོད་བྱེད་པ། དེ་ལྟ་བུའི་ཐབས་ལམ་གཉིས་ལ་བརྟེན་ནས་འདུས་སྡོད་གྲུབ་པའི་མགོ་ཡོད་རེད། འོ་རྣམ་པ་ཚོས་འདིའི་པར་དེ་གང་ན་གཟིགས་པ་ཡིན་ན་དེ་ང་ཚོའི་ཕྱི་ཡི་འདུས་སྡོད་རེད་དོ། འདི་འདྲ་བོ་ཡིན་པ་ཡིན་ན་ད་ལྟ་ང་ཚོས་མཚོ་ལྷོ་མགོའི་བདུན་ཕྲན་གཅིག་དང་ཡང་ལྷོ་མགོ་བདུན་ཕྲན་གཉིས་ཀྱི་བར་རུ་ལ་མཉམ་སྤྱོད་བྱེད་པ། ཨོ་དེ་ལ་བརྟེན་ནས་གྲུབ་འབྱོར་གྱི་དོན་དང་འདུས་སྡོད་ཅིག་རེད་དོ། དག་སྣང་ཅན་ཡང། དཔེར་ན་འདིར། དེ་ལ་ཡང་སྡོམ་བྱའི་རིགས་གཅིག་པ་མཉམ་དུ་ཚོགས་ནས་འདུས་སྡོད་གྲུབ་པའི་ཡོད་པ་རེད་དེ་ནི། རིགས་བདག་དང་སྡོམ་བྱའི་རིགས་ཐ་དད་པ་མཉམ་དུ་ཚོགས་པ་ལ་བརྟེན་ནས་ཡང། འདུས་སྡོད་གྲུབ་སྟངས་དེ་འདྲ་ཡོད་ད་འདུས་སྡོད་གྲུབ་སྟངས་དང་མ་ཚོགས་ན་ཁག་གཉིས་ཡིན་དགོས་ལ། ད་ནི་དེ་ལྟ་བུའི་ད་འདུས་སྡོད་དུ་མ་མཉམ་དུ་ཚོགས་ཡོང་དུས་ཚངས་པ་ལ་དེ་ནི་ཕྲ་འབུངས་ཟད་དེ་གྲུབ་ཀྱི་ར། ཕྲ་འབུངས་སའི་རྣམ་སྒྲིབ་པ་ན་དེ་ནི་དེ་ལ་དང་སྐྱེ་ལྡན་དང་སྐྱེ་དངོས་སའི་དེ་གི་ཐ་སྙད་དེ་ཐོགས་ཡིན་དགོས་རེད། ཕྲ་འབུངས་ནང་ལ་ཡིན་གྱི་ནང་ནས་ཞུ་བ་ནི་གསལ་ལ་ལབ་དགོས་ཏོ། འོ་འདི་གི་ད་ཁར་ཚོགས་སྒང་ནས་ངས་ཧྲོབ་བཟོ་ཞུས་ཟིན་པ་རེད་ད་འདི་སྐྱེ་ལྡན་དང་སྐྱེ་ལྡན་མ་ཡིན་པ་གཉིས་ཀྱི་ད་ས་མཚམས་མ་སོང་ན་ཡེ་ས་གཙོ་བོ་དེ་ཕྲ་འབུངས་ནས་བཞག་དགོས་ཀྱི་འདུག་ར། ཕྲ་འབུངས་སའི་གྲུབ་ཆེན་གྱིས་དེ་ནི་དེ་ལ་ད་སྐྱེ་ལྡན་དང་ད་སྐྱེ་དངོས་སའི་དེ་ཁོངས་སུ་ཚུད་ཀྱི་འདུག་དེ་རྒྱུ་དེ་འཚམས་པ་ལ་ད་འདི་ཕྲ་འབུངས་དེ་སྐྱེ་དངོས་ཁོ་རང་སྐྱེ་དངོས་སུ་འཇོག་བྱེད་ཀྱི་ད་གྲུབ་ཆ་ནང་གཙོ་བོ་དེ་ཆགས་བསྡད་ཀྱི་འདུག་དེ་རྣམ་པ་ཚོས་འདིའི་པར་དེ་གང་ལ་གཟིགས་པ་ཡིན་ན་འདི་ལ་དེ་འདྲ་ཕྲང་པོང་གི་དཔེ་མཚོན་གཉིས་ཡོད་ར། ཆེན་པོ་དེའི་དཀྱིལ་ལ་ལྟེ་སྙེ་ཟེར་དེ་ཡོད་རེད། འདི་འདྲ་བོ་ཡིན་ན་ང་ཚོའི་རྩི་ཤིང་དང་སེམས་ཅན་གྱི་ཕྲང་པོང་ཆགས་དེ་ཡོད་རེད། ཚུར་ཤོག་གི་ཆུང་ཆུང་དེ་འདྲ་བོ་ཡིན་ན་ཁོ་ལ་དཀྱིལ་ལ་དམིགས་བསལ་གྱི་ལྟེ་སྙེ་དེ་ཡོད་མ་རེད། འོ་འདི་འདྲ་བོ་ཡིན་པ་ཡིན་ན་ང་ཚོ་གི་དེ་འདྲ་ཁྲ་སིན་ཟེར་དང་ཨར་ཀི་ན་སིན་ཟེར་འོ་ཁོ་ཚོ་གི་ཕྲང་པོང་ཆགས་དེ་ཡོད་རེད། ཇི་སྟོང་ད། འདི་ལྟ་བུའི་ཕྲང་པོང་དེ་ངུ་མ་ངུ་མ་གིས་དང་ང་ཚོ་གི་ན་ངུ་མ་ངུ་མ་གིས་ཇི་ངུས་དུ་སོང་མང་ཆེ་ད། ཕྲང་པོང་རྐྱང་ལྡན་གྱི་ཇི་ངུས་ཆགས་དེ་ཡོད་ར། དེ་ནས་ཀཱ་ལི་ཀཱ་ལི་ཕྲང་བོང་མོང་ལྡན་གྱི་སྐྱེས་བུ་ཆགས། དེ་ལྟ་བུའི་དག་ཕྲང་བོང་མོང་ལྡན་དང་དེ་ནི་ཕྲང་བོང། གཅིག་ལྡན་ག་རེ་ཡིན་པ་ཡིན་ན་དེ་ཕྲང་བོང་དེ་ལ་རིམ། ཕྲང་བོང་གི་ཁོ་རང་གི་རིམ་པ་སྒང་ནས་ཞུས་ན་དབྱེ་བ་མ་སོགས་གཉིས་སྒང་ནས་བཞག་ན་འགྲིག་གི་འདུག་དེ་ལ་ང་ཚོས་ཉེ་འབྲེལ་ཕྲང་བོང་དང་ཉེ་སྡེ་ཕྲང་བོང་ཟེར་གི་འདུག། འོ་དེ་ནི་དེ་ལྟ་བུའི་དག་ཕྲང་བོང་ལྟ་བུ་མཉམ་དུ་ཚོགས་ཡོང་དུས་ཚངས་པ་ལ་བོང་གྲུབ་ཟེར་གྲབས་ཡོང་གི་རེད། བོང་གྲུབ་ལ་དབྱིན་ཇིའི་ནང་ཞུས་ན་ཁྲེ་ཤུས་ཟེར་གི་འདུག། ད་ཕུང་གྲུབ་ལབ་དུས་ཚང་མ་ལ་ཁྲམ་ཕུང་རིགས་གཅིག་པ་རེད་རེད་ད། ཁྲམ་ཕུང་རིགས་གཅིག་པ་དང་མ་ཚོགས་པ་ལ་དེ་འདྲ་གྲུབ་རྒྱུ་དེ་འདྲ་རེད་དུས་ར། རྣམ་པ་ཚོས་འདི་པར་དེ་གང་ལ་གཟིགས་པ་ཡིན་ན་འདི་ང་ཚོ་རྩི་ཤིང་གི་ཕུང་གྲུབ་ཅིག་རེད། འདི་གང་ལ་ད་འདང་ད་ལྗང་ཁུ་ནང་བོ་དེ་འདྲ་གྲུབ་བྱེད་ནར་མོ་དེ་འདྲ་མཐོང་གི་འདུག་ཨ། འདི་ཚོ་ཚང་མ་ད་འདྲ་ཕུང་གྲུབ་ཆགས་དུས་རེད། འདི་ཚོ་ཚང་མ་ད་འདྲ་ཁྲམ་ཕུང། དེ་ལྟ་བུའི་ཕྲ་ཕུང་རིགས་གཅིག་པ་མཉམ་དུ་ཚང་ཡོད་དུ་བསམ་པ་ལ་ཕུང་གྲུབ་བསྒྲུབ་དགོས་ཏོ། དེ་ནི་དེའི་ཕྱིར་དང་ང་རང་ཚོའི་ལུས་པོའི་ནང་ལ་ཡང་ཕུང་གྲུབ་དེ་འདྲ་མང་པོ་ཡོད་རེད་དཔེར་ན་ང་ཚོའི་གཟུགས་པོའི་ནང་ལ་ད་ཤ་ནའི་ཕུང་གྲུབ་ཟེར་ཡ་ནའོ་ཁྲག་གི་ཕུང་གྲུབ་ཟེར་ཡ་ནའོ་དེ་འདྲ་མང་པོ་ཅིག་ཡོད་ར། དེ་ནི་དེ་ལྟ་བུའི་ད་ཕུང་གྲུབ་དུ་མ་མཉམ་དུ་ཚང་ཡོད་དུ་བསམ་པ་ལ་དབང་པོ་མང་དྲགས་མང་དྲགས་དེ་འདྲ་ཆགས་ཡོང་གི་དོ། དབང་པོ་ཟེར་ཡ་དེ་ལ་དབྱིན་ཇིའི་ནང་ལ་ཤོད་ན Organ ཟེར་གི་དོ། དེ་རྣམ་པ་ཚོས་འདི་པར་འདི་གང་ལ་གཟིགས་པ་ཡིན་ན་འདི་ལ་དབང་པོ་མང་པོ་ཅི་ཡོད་རེད་ད་ང་རང་ཚོའི་གཟིགས་པོའི་ནང་ལ་ཡང་དབང་པོ་མང་པོ་ཡོད་ར་པས་ན་ལེགས་པ་བསལ་ནོ་སྙིང་བསལ་ནོ་ད་འདི་ལྟ་བུའི་ལག་པ་གང་པ་ལ་སོགས་དབང་པོ་དུ་དག་སྣང་བའི་རྩི་ཤིང་འདི་ཚོ་ལ་ཁོ་རང་ལ་ཡང་ཁོ་རང་ལ་དཔག་པའི་དབང་པོ་མང་འདྲ་མང་འདྲ་དེ་འདྲ་ཡོང་གི་ཡོད་ར། འོ་དེ་ཅིག་བྱས་ར་ད་ནི་འདི་ལྟ་བུའི་དབང་པོ་མང་འདྲ་མང་འདྲ་མཉམ་དུ་ཚང་དུས་ཚང་པ་ལ་དབང་པོའི་མ་ལག་ཟེར་ནི་རེད་གློ་བུའི་མ་ལག་ལབ་ནི་རེད་དེ་གྲུབ་པའི་མགོ་རེད་ར། ཡིན་གྱི་ནང་བཞིན་དེ་འདྲ་པར་རེད་ཨེ་གསལ་བྱེད་ཀྲམ་ལ་དགོས་དོ། འདི་གི་མ་ལག་དུ་སོ་ཡ་སོ་སོ་དག་གི་ཆུ་དང་པའི་གར་ཆེན་པོ་ནོ་ཆགས་དེ་ཡོད་དུས་དག་པའི་ནང་ང་ཚོའི་གཟུགས་པོའི་ནང་ལ་དག་མ་ལག་གཙོ་བོ་ནོ་པའི་ཆ་བཞག་ན་ང་ཚོའི་འབྱུང་ཁམས་མ་ལག་ཟེར་ཡ་ནོ་དང་འཁོར་སྐྱོད་མ་ལག་ཟེར་ཡ་ནོ་དང་འཇིགས་བྱེད་མ་ལག་ཟེར་ཡ་ནོ་དང་རུས་སྒྲོམ་མ་ལག་ཟེར་ཡ་ནོ་དང་ནི་ཤ་གནད་མ་ལག་བང་རྩ་མ་ལག་དུ་སོ་ཡོང་གི་ར་དག་རྣམ་པ་ཚོའི་འདིའི་སྒང་ལ་གཟུགས་པ་ཡིན་ན་འདི་གཙོ་བོ་འདི་རེད་དང་ང་ཚོའི་འཇིགས་བྱེད་མ་ལག་དང་དེ་ནི་འཁོར་སྐྱོད་མ་ལག་དུ་གཟུགས་པོ་ལ་ཁྲག་འདྲེན་སྟངས་དང་དེ་འདྲ་གི་འོག་པར་ནོ་འདི་ལ་ཐུམ་གུ་དོ། འདི་ཚོ་ཚང་མ་དག་གཟུགས་པོ་གི་མ་ལག་དེ་ནས་ཆགས་དེ་ཡོད་རེད། ད་ནི་འདི་ལྟ་བུའི་མ་ལག་མང་པོ་ཞིག་མཉམ་དུ་ཚང་བའི་དུས་འཚམ་པ་ལ་གཞི་ནི་སྐྱེ་དངོས་ཟེར་ཏེ། སྐྱེ་དངོས་བྱེ་བྲག་པ་ཅིག་ཆགས་ཡོང་དགོས། སྐྱེ་དངོས་ཟེར་དེ་ལ་དབྱིན་ཇིའི་ནང་ནས་ཤོད་ཡ་ན Organism ཟེར་དགོས། འོ་དེ་ལྟར་སྐྱེ་དངོས་ཁོ་རང་སྔར་ལབ་དགོས་སྐྱེ་དངོས་ད་རྡོག་རྡོག་ནང་གཅིག་ཆགས་རེད་རྩི་ཤིང་ཡིན་ན་རྩི་ཤིང་ཁོ་རང་བྱེ་བྲག་པ་ཅིག་ཆགས་འགྲོ་གི་རེད་སེམས་ཅན་ཡིན་ན་སེམས་ཅན་བྱེ་བྲག་པ་ཅིག་ཆགས་འགྲོ་གི་ར། ད་རྣམ་པ་ཚོའི་དཔར་དུས་གང་ལ་གཟིགས་པ་ཡིན་ན་འདི་ལ་རྟགས་ཅིག་འདུག་ཨ། འོ་རྟགས་ཁོ་རང་ད་སྐྱེ་དངོས་གཅིག་གི་དཔེ་མཚོན་ར། རྟགས་གཅིག་རང་མ་ཞིག་མི་འདུག་འོ་འདི་ལྟར་ད་སྐྱེ་དངོས་གཅིག་གི་དཔེ་མཚོན་ཆགས་བསྡད་པ་རེད། ཏང་གི་སྒང་ནས་ཞུ་བ་ནང་སྐྱེ་དངོས་དུ་སོ་དག་སྒང་གི་དག་འོག་ལ་ཕྲ་འཕོང་གི་ནང་ལ་ཕར་འཛུལ་བ་ཡིན་ན་དེ་ལ་ཉེ་བརྡལ་ཕྲ་འཕོང་དང་ཉེ་བྲལ་ཕྲ་འཕོང་གཉིས་སུ་དབྱེ་ཆོག་གི་རེད། འོ་དེ་འདྲ་ཞུས་ཟིན་པ་རེད། དེ་ནས་དུས་གཅིག་ལ་དག་སྐྱེ་དངོས་དེ་ལྟ་བུའི་རིགས་གཅིག་པ་མང་པོ་ཞིག་མཉམ་དུ་ཚོགས་འདུ་འཚམས་པ་ལ་དེ་ལ་ཚོགས་འདུ་ཟེར་གི་འདུག་ཚོགས་འདུ་དེ་ལ་དབྱིན་ཇིའི་ནང་ནས་ཞུས་ན Population ཟེར་གི་འདུག།

ཨོ་དེ་ཅིག་ཅིག། ཨོ་དེ་ལ་ད་པི་ན་ང་ཚོས་ད་ཆོས་སེ་ཡ་ནོ་ད་ལུག་གུ་ཆོས་སེ་ཡ་ནོ་ད་མི་མང་པོ་མཉམ་དུ་འཚོགས་རྒྱུ་ཨོ་དེ་ཚོ་ཚང་མ་ད་ཚོགས་འདུས་ཆགས་འགྲོ་གི་ར། ད་ནི་དེ་ལྟ་བུའི་ད་ཚོགས་འདུས་འདྲ་མི་འདྲ་མཉམ་དུ་ཚོགས་འདུས་ཚང་མ་ལ་སྤྱི་ཚོགས་ལ་དེ་ཆགས་རེད་ད། སྤྱི་ཚོགས་དེའི་ནང་ལ་ད་རིགས་འདྲ་མི་འདྲ་ཞོ་ཡོད་མགོ་རེད་རྩི་ཤིང་ཡིན་ན་རྩི་ཤིང་འདྲ་མི་འདྲ་ད་སེམས་ཅན་ཡིན་ན་སེམས་ཅན་འདྲ་མི་འདྲ་རྣམ་པ་ཚོས་འདིའི་པར་དེ་གང་ལ་གཟིགས་པ་ཡིན་ན་འདི་ད་ནི་ཨ་ཧྥེ་རི་ཀ་གི་ད་ནི་རྩྭ་ཐང་ཆེན་མོ་གི་སེམས་ཅན་དེ་འདྲ་ར།

འོ་དེ་ལྟ་བུ་ཅིག་རེད་དེ་ནས་ད་དེ་ལྟ་བུའི་ད་སྤྱི་ཚོགས་ད་མང་པོ་ཅིག་ད་ཚང་མ་རུབ་རུབ་ན་བོ་ཅིག་དེ་ཡ་དེ་ལ་ང་ཚོ་གི་ད་ནི་ནུ་ཅི་མ་ལ་ཟེར་གི་འདུག་ར་དབྱིན་ཇིའི་ནང་ཞུ་ཡ་ཡིན་ན Ecosystem ཟེར་དེ་ཅི་བ་དེ་རེད་དོ་ད་ནི་ཐིམ་པ་ཅི་བ་དེ་ཆགས་དེ་དོ། ད Ecosystem ནུ་ཅི་མ་ལ་ལབ་དེ་ཚང་པ་ལ་ད་ང་ཚོ་མ་བཟུང་ན་ནུ་གི་འཇིག་རྟེན་དང་དེ་ལ་ནི་བརྟེན་པའི་ད་རྩི་ཤིང་སྐྱེ་དངོས་སེམས་ཅན་གང་ག་ལོ་མཉམ་དུ་ཡོད་ས་གི་ཁོར་ཡུག་དེ་ལ་ང་ཚོ་གི་ད་ནུ་ཅི་མ་ལ་ཟེར་གི་འདུག་ད་རྣམ་པ་ཚོས་འདི་པར་དེ་གང་ལ་གཟིགས་པ་ཡིན་ན་འདྲ་མི་འདྲ་ཅིག་མཐོང་གི་འདུག། འོ་འདི་ང་ཚོའི་ད་ནི་སྣོད་ཀྱི་མ་ལག་གི་དཔེ་མཚོན་རེད། དེ་ནི་ང་ཚོའི་གི་ད་ནི། ཐེམ་པ་གི་མཐའ་མ་ནོ་དེ་རེད་ད་དེ་ལ། འདི་གྱི་ན་ཅི་བཅུག་དོ། འོ་མཐའ་མ་དེ་ལ་སྐྱེ་དངོས་གོ་ལ་ལབ་གི་དོ་སྐྱེ་དངོས་གོ་ལ་དེ་ཡིན་གྱི་ནང་ཞུ་བ་ཡིན་ན Biosphere ཟེར་གི་དོ། ད་སྐྱེ་དངོས་གོ་ལ་ལབ་དུས་ཚན་པ་ལ་མཚོ་ག་རེ་རེ་ཞུ་བ་ཡིན་ན། གདང་གི་སྒང་ནས་ང་ཚོའི་ད་རྩི་ཤིང་དང་སེམས་ཅན་མང་པོ་ཞིག་ཤེས་དེ་ར། དེ་ཚོ་ཚང་མ་ནི་ཐབ་ས་གིས་ད་ས་ཆ་གཅིག་ལ་ང་ཚོ་སྐྱིད་ངུ་གུ་ལ་ལབ་གི་ཡོད་རེད་ནང་པ་ཚོས་འདི་ལ་གཟིགས་པ་ནི་དེ་ང་རང་ཚོ་ས་ཡི་གུ་ལ་ར་ད་ང་རང་ཚོ་ས་ཡི་གུ་ལ་གང་ལ་ད་ང་ཚོ་ལ་གུ་ཡ་གི་ལུང་ཁམས་ནི་ཡོད་ར་ལུང་ཁམས་ནང་ལ་ང་ཚོ་ལ་ད་མཚོ་ལུང་དང་དེ་ཚོ་ཚང་མ་རག་གི་ཡོད་རེད་ད་ག་ནང་བཞིན་རྒྱ་མཚོ་ཡོད་རེད་ད་ག་ནང་སྐམ་ས་ཆེན་མོའི་སྒང་ལ་ང་ཚོ་སེམས་རྒྱས་སྐམ་ས་སྒང་ལ་ནི་ཐུབ་ཉིད་དུ་སྐམ་ས་སྒང་ལ་བསྡད་ཐུབ་གི་ཡོད་རེད་ད་ནི་རྒྱ་མཚོའི་ནང་ལ་འཚོ་ཐུབ་ཉིད་སེམས་རྒྱས་དུ་རྒྱ་མཚོའི་ནང་ལ་ནི་གི་ཡོད་ར་ད་རྡོག་རྡོག་དེ་རྩི་ཤིང་དང་སྐྱིད་ངུས་ཚང་མ་འཚོ་ཐུབ་ས་གཅིག་ལ་མེད་དུ་མི་རུང་བའི་ས་ཆ་མ་སོང་ན་གཙོ་བོ་ད་དེ་ཚོ་དགུ་དགུ་དང་ལོང་དང་དེ་ནི་ས་གཞི་དང་དེ་ནི་ཆུ་དེ་ཚོ་དགུ་དགུ་དང་ཨོ་དེ་ཚང་མ་ཡོད་ས་གིས་སྐྱེ་དངོས་ཀྱི་ལ་ང་ཚོ་གི་དང་ཨོ་མ་རེད་གོ་ལ་གཅིག་ལ་སྐྱེ་དངོས་གོ་ལ་ལབ་གི་དང་ད་ནི་ང་རང་ཚོའི་ཉེ་མི་ཁྱིམ་གཅིག་གི་དང་གཟའ་གཅིག་གི་ནང་ལ་འདི་ལྟ་བུའི་དང་ཆ་རྐྱེན་མ་སོང་ན་འཛོམས་ཉིད་དེ་དང་ང་ཚོ་ས་ཡི་གོ་ལ་མ་གཏོགས་ཡོད་མ་ར། ཨོ་འདི་ལ་དང་སྐྱེ་དངོས་གོ་ལ་ཟེར་གི་འདུག་དེ་མ་ཡིན་པའི་དཔེར་ན་ཡང་སྐར་མ་གཞན་པ་གི་ཡང་གོ་ལ་དེ་འདྲ་ནང་ལ་ཡང་གཟའ་དེ་འདྲ་ཡོད་ཆོག་གི་ར་དེ་ཚོའི་ནང་ལ་ཡང་གཅིག་གཅིག་ན་དེ་ནི་ང་རང་ཚོའི་ས་ཡི་གོ་ལ་འདྲ་བོ་ཡོད་ཆོག་གི་ར། འདི་ནས་ད་ལྟ་གང་ནས་ང་ལ་ཞུས་དེ་ད་ལྟ་ཚེ་སྲོག་གི་ཐེམ་སྐས་ཟེར་དེ་རེད་ཐེམ་སྐས་དེ་ལ་ང་ཚོ་རིམ་པ་མ་སོང་ན་རྒྱུ་གཅིག་གྱིས་ཤེས་སོང་ཨ། འདི་ཚོ་ལ་ད་རིམ་པ་འོག་མ་འོག་མ་ནས་རིམ་པ་གོང་མ་གོང་མ་ལ་ཁོ་རང་ཚོ་ལ་ཆེད་སྤྱོད་མ་སོང་ན་མ་འདྲ་མ་རེད་དེ་འདྲ་ཡོད་རེད། དཔེར་ན་ང་ཚོ་སྐྱིན་སྐྱིན་ཚག་ནང་བཞིན་ར་སྐྱིན་ཚག་གི་རིམ་པ་གོང་མ་གོང་མ་ལ་ཡར་ཡར་འགྲོ་དུས་ཚངས་པ་གོ་མཐོ་རུ་མཐོ་རུ་འགྲོ་གི་ར་དེ་ནང་བཞིན་ང་རང་ཚོ་འདི་གི་ཚེ་སྲོག་གི་ཐེམ་པ་ཚོ་ཡར་གོང་མ་གོང་མ་ཡར་འགྲོ་དུས་ཚངས་པ་ལ། གོང་མ་གོང་མ་དེ་ཚོ་ལ་འོག་མ་ལ་མི་རྒྱུག་གི་ཁོ་རང་ཆེད་སྤྱོད་མ་སོང་དེ་ནས་གསར་བ་གསར་བ་དེ་འདྲ་ཐོན་ཐོན་གི་རེད། དེ་ལ་ད་ནི་དབྱིན་ཇིའི་ནང་ནས་བོད་ཡིག་ནང་ནས་ཞུས་ན་གསར་ཐོན་གྱི་ཁྱད་ཆོས་ཟེར་གི་འདུག་དབྱིན་ཇིའི་ནང་ནས་ཞུས་ན Emergent Property ཟེར་གི་འདུག་འོ་འདི་ནང་ན་འོ་ཅིག་འདི་འོ་དེ་ཟེར་དཔྱིད་དངུལ་གྱི་ནང་ལ་ཧ་ཅང་དཀར་ཆེན་པོ་ཆགས་བསྡད་འདུག་ར་རྣམ་པ་ཚོས་འདི་དཔར་དུས་གང་ལ་གཟིགས་པ་ཡིན་ན་འདི་ལ་ང་ཚོས་རྡོ་སོལ་གཅིག་དང་དེ་ནི་དུར་རྒྱལ་ཕ་ལམ་གཅིག་འདུག་འོ་ཅེ་ད་དུར་རྒྱལ་ཕ་ལམ་དང་རྡོ་སོལ་གཉིས་ཀ་གི་རྒྱུ་ཆ་དེ་ཁོ་རང་རྩ་ཡིག་བརྒྱུད་དེ་གཅིག་པ་ཆགས་འདུག་རེད་ཁོ་གཉིས་ཀ་གི་གྲུབ་ཆ་དེ་ད་ནི་ང་ཚོ་གི་རྩ་རྩིས་དྲུག་པ Carbon ཆགས་འདུག་ར་ཡིན་པ་ཡིན་ན་ཡང Carbon དེ་ཚོ་གི་ཡང་གྲུབ་སྟངས་མ་འདྲ་བའི་དབང་གིས་ཁོ་གཉིས་མ་འདྲ་མ་འདྲ་ཆགས་ར་དེ་ཅི་དུས་ཚངས་པ་ལ་རྡོ་རྗེའི་ཕ་ལམ་ལ། རྡོ་སོལ་ལ་མེ་རྒྱུག་གི་ཡོ་ཁོ་རང་གི་ལ་གསར་ཐོན་གྱི་ཆིག་ཆུ་ནང་ཞིག་འཐུང་ཡོང་གི་འདུག་ཨ། དེ་ནི་ང་རང་ཚོའི་ཨང་རྩེད་ཚེ་རིག་ནང་ནས་ཞུས་པ་ཡིན་ན་ཡང་ང་རང་ཚོས། ད་ལེ་པ་ལི་ད་ང་ཚོ་ལ་གནམ་གཤིས་གསལ་ཏེ་ལེ་པ་ལི་ཡང་གསར་ཐོན་གྱི་ཆིག་ཆུ་གྱི་རེད་ཟེར་གི་ཡོད་རེད་ད། ཚེ་རིག་ནང་ནས་བཤད་ན་ང་ཚོ་གི་གནམ་གཤིས་གསལ་ཏེ་ཁོ་རང་གཟུགས་མེད་དེ་འདྲ་གི། གཟུགས་མེད་ཀྱི་གནམ་གཤིས་དེ་འདྲ་འདུག་གི་ཡོད་མ་ར། གཟུགས་ཅན་གྱི་གནམ་གཤིས་གཟུགས་ཅན་གྱི་གནམ་གཤིས་དེ་ག་རེ་རེད་ཞུས་པ་ཡིན་ན། ད། ལེ་པ་ལི་གསར་ཐོན་གྱི་ཆིག་ཆུ་ཅིག་ལ་གནམ་གཤིས་ལབ་ཀྱི་ཡོད་རེད། འོ་དེ་འདྲ་བྱས་ཡོང་གི་རེད་ད་སྤྱིར་བཏང་སྐྱེ་དངོས་རིག་པའི་ནང་ལ་གསར་ཐོན་གྱི་ཁྱད་ཆོས་གསལ་དེ་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་བསྡད་དུས་ར། ད་ནི་དེ་རིང་ང་ཚོས་ད་སྐབས་སུ་བབ་པ་དེ་ཤོད་ཟིན་པ་ཡིན་ད་ལྟ་ཚེ་སྲོག་གི་ཐེམ་སྐས་གསལ་དེ་སྐོར་ལ་ང་ཚོས་ངོ་སྤྲོད་གནང་དུས་དུས་རྒྱུན་སྐྱེས་ཟིན་པ་ཡིན། ད་ནི་འདི་གི་ཡང་ད་ལྟ་རྗེས་མ་དེའི་ནང་ལ་ང་ཚོ་གིས་ད་སྤྱིར་བཏང་ཡང་སྐྱེ་དངོས་རིག་པའི་ནང་ལ་དེ་ལྟ་བུའི་གལ་ཆེན་པོ་ཡང་ཁག་ལྔ་ནང་བཞིན་གསལ་ཡོད་རེད། འོ་ད་སུའི་སྐོར་ལ་ང་ཚོས་ད་འདིའི་ཉལ་སྟངས་རྗེས་མ་དེའི་ནང་ལ་འགྲོ་ཡ་ཡིན། ད་ནི་དེ་རིང་འདི་ལ་མཚམས་བཞག་ཡ་ཡིན་དུས་ཆེ།